བཀྲ་ཤིས་བདེ་ལེགས། དེ་ནི་དེ་རིང་གཞིས་ཆགས་དགུན་ཆོས་མཛོད་རྩ་བ། སློབ་ཚན་ཉེར་གསུམ་པ། བཀའ་བསྡུ་བའི་ཚུལ། འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་ཤིག་བརྒྱབ་ཡ་ཡིན། དེ་ཡང་ཕུང་པོ་རྟེན་འབྲེལ་བྱང་ཕྱོགས་རླུང། རིང་པོ་བར་མ་གཅིག་ལས་འཁྲུལ་སོགས་བཤད། དེ་འདྲ་ཅིག་གསུངས་པ་རེད། ཨེ་ནས། འདིས་གཙོ་བོ་ག་རེའི་སྟེང་གི་ཡོད་པ་རེད་ལབ་པ་ཡིན་ན། ཨ། སངས་རྒྱས་ཀྱི་གསུང་ཐམས་ཅད་སྡེར་སྣོད་གསུམ་དུ་བསྡུ་སྟངས། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་གསུངས་པའི་སྐབས་སུ་བརྗོད་བྱ་རིགས་མ་འདྲ་བ་མང་པོ་གསུངས་ཡོད་པ་དང། བརྗོད་ཚུལ་ཀྱང་མ་འདྲ་བ་མང་པོ་ཡོད་པ། གསུང་ཡུལ་གྱི་གདུལ་བྱ་ཡང་མ་འདྲ་བ་མང་པོ་ཡོད་པ། གསུང་སའི་གནས་ཀྱང་མ་འདྲ་བ་མང་པོ་ནས་གསུང་པ་ལ་སོགས་པའི་རིགས་མ་འདྲ་བ་ཧ་ཅང་མང་པོ་ཅིག་ཡོད་པ་རེད། དེ་དག་ཐམས་ཅད་ཚུར་བསྡུ་ན་སྡེར་མོ་གསུམ་གྱི་ནང་དུ་བསྡུ་གི་ཡོད་པ་རེད་བསྡུ་ཐུབ་ཀྱི་ཡོད་པ་རེད། ཡིན་ན་ཡང་སྟོན་པ་སངས་རྒྱས་མྱ་ངན་ལས་འདས་པའི་རྗེས་སུ། དགྲ་བཅོམ་པ་རྣམས་ཀྱིས་བཀའ་བསྡུ་བྱེད་པའི་སྐབས་སུ་ག་འདྲ་བྱས་ནས་བཀའ་བསྡུ་བྱེད་པའི་སྐོར་དེ་བཤད་ཀྱི་ཡོད་པ་རེད། བཀའ་བསྡུ་བྱེད་སྟངས་ག་འདྲས་ག་འདྲ་ཅིག་རེད་ཟེར་ལབ་པ་ཡིན་ན་དེ་ཡང་ཕུང་པོ་རྟེན་འབྲེལ་བྱང་ཕྱོགས་ལུང་ཟེར་ལབ་པ་རེད། ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་གསུངས་པའི་སྐབས་སུ་ཕུང་པོ་གི་སྐོར་གསུངས་པ་རྣམས་དཔེར་ན། གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་ལ་སོགས་པ་ཕུང་པོའི་སྐོར་བཤད་པ་ཐམས་ཅད་ཕུང་པོའི་བརྡས་མཚོན་དུ་བསྡུས་པ་རེད། སྐྱེ་མཆེད་ཀྱི་སྐོར་གསུངས་པ་རྣམས་སྐྱེ་མཆེད་ཀྱི་ནང་དུ་བསྡུས་པ་རེད། རྟེན་འབྲེལ་གྱི་སྐོར་གསུངས་པ་ཐམས་ཅད་རྟེན་འབྲེལ་གྱི་ནང་དུ་བསྡུས་པ་རེད། བདེན་པ་བཞི་ཡི་སྐོར་གསུངས་པ་ཐམས་ཅད་བདེན་པ་བཞི་ཡི་སྡེ་ཚན་གྱི་ནང་དུ་འདུ་བ་རེད། བྱང་ཕྱོགས་སོ་བདུན་གྱི་སྐོར་གསུངས་པ་ཐམས་ཅད་ལམ་དང་ཡང་ན་ལམ་གྱི་ཡན་ལག་ཏུ་འདུ་བ་རེད། མདོར་ན་བཀའ་བསྡུ་བྱེད་པའི་སྐབས་སུ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ཕུང་བརྒྱ་ཁྲི་བཞི་སྟོང་གསུངས་པ། ཆོས་ཧ་ལས་པ་མང་པོ་ཅིག་གསུངས་པ་ཐམས་ཅད་བརྗོད་བྱ་ཕྱོགས་མཐུན་པ་ཕུང་པོ་ཡིན་ན་ཕུང་པོ་གི་སྡེ་ཚན། སྐྱེ་མཆེད་ཡིན་ན་སྐྱེ་མཆེད་ཀྱི་སྡེ་ཚན། རྟེན་འབྲེལ་ཡིན་ན་རྟེན་འབྲེལ་གྱི་སྡེ་ཚན། འོ་དེ་འདྲ་བྱས་ནས་བརྗོད་བྱ་ཅུང་མཐུན་པ་ལ་བསྡུ་བ་རེད། འོ་དེ་འདྲ་བྱས་རེད། སྐབས་འདིར་མདོ་སྡེའི་སྡེ་སྣོད་གཞིར་བཞག་ནས་སྐབས་བསྡུ་ཇི་ལྟར་བྱེད་ཀྱི་ཡོད་པའི་སྐོར་དེ་བཤད་ཀྱི་ཡོད་པ་རེད། དེ་ནི་མདོ་སྡེའི་སྡེ་སྣོད་ལ་ཡང་ལུང་སྡེ་བཞི་ཡོད་པ་རེད། ལུང་སྡེ་བཞི་དེ་གང་དག་རེད་ཟེར་ལབ་པ་ཡིན་ན། ཡང་དག་པར་བརྗོད་པ། འདི་གི་མིང་གཞན་ལ་ཡང་དག་པར་བདེན་པ་ཡང་ཟེར་གྱི་འདུག་དེ་ནི་ཀློང་རིང་པོ། ཀློང་སྤར་མ། གཅིག་ལས་གྲུབ་པ། འདི་བཞི་དེ། མདོར་བསྡུས་སྡེ་སྣོད་ཀྱི་ཀློང་བཞི་དེ་རེད། ཡང་དག་པར་འགྱོད་པ་དང་རླུང་རིང་པོ་རླུང་བར་མ་གཅིག་ལས་གྲུབ་པ་ཟེར་བ་འདི་གཤིས་ཀྱི་སྤྱིར་བཏང་གི་བརྗོད་བྱ་གཅིག་པ་རེད། བརྗོད་བྱ་དེ་ག་རེ་ལབ་ན་རྟེན་འབྲེལ་ཡན་ལག་བཅུ་གཉིས་དང་བདེན་པ་བཞི་བདེན་པ་གཉིས། བྱང་ཕྱོགས་སོ་བདུན་ལ་སོགས་པ། སེམས་ཅན་གྱི་ས་ནས་སངས་རྒྱས་ཀྱི་བར་གྱི་ཆོས་ཐམས་ཅད། འོ་དེ་རེད་དེ་ཡོད་པ་རེད་ཡིན་ན་ཡང་ནང་ཚན་གྱི་ཁྱད་པར་དེ་ག་འདྲས་རེད་ཟེར་ལབ་པ་ཡིན་ན་ཡང་དག་པར་བརྗོད་པ་ཟེར་བ་འདིའི་སྐབས་སུ། དཔེར་ན་ཕུང་པོ་ལྔ་དང་ལྡན་པ་དེ་གང་ཡིན་པ། སྐྱེ་མཆེད་བཅུ་གཉིས་དང་ལྡན་པ་དེ་གང་ཡིན་པ། རྟེན་འབྲེལ་ཡན་ལག་བཅུ་གཉིས་དང་ལྡན་པ་དེ་གང་ཡིན་པ། བྱང་ཆུབ་སོ་བདུན་དང་ལྡན་པ་དེ་གང་ཡིན་པ། གདན་ས་གི་ཡུལ། ཆོས་རེ་རེ་རེ་རེ་གང་དུ་ཡོད་པ་གང་དུ་བདེན་པ་དེ་གཙོ་བོ་བཤད་ཀྱི་ཡོད་པ་དེ་འདྲ་ཅིག་ཡིན་ས་རེད། ད་ནི་ལུང་རིང་པོ་ལབ་ཡོད་དེ། རྟེན་འབྲེལ་ཡན་ལག་བཅུ་གཉིས་དང་བྱང་ཕྱོགས་སོ་བདུན་ལ་སོགས་པ་གང་ལྟར་ཀྱང་འཁོར་འདས་གཉིས་ཆ་འཁོར་བ་དང་མྱ་ངན་ལས་འདས་པའི་ཆོས་ཐམས་ཅད་ཧ་ཅང་རྒྱས་པ་མང་པོ་བྱས་ནས་གསུངས་པ་དེ་འདྲ་ཅིག་ལ་ལུང་རིང་པོ་བྱས་ཟེར་གྱི་ཡོད་ས་རེད། རླུང་བར་མ་ཟེར་བ་དེ་རྣམ་པ་བཞི། དཔེར་ན། སེམས་མཁྱེན་གྱི་ས་ན་ཡོད་པའི་རྟེན་འབྲེལ་ཡན་ལག་བཅུ་གཉིས་དང་སངས་རྒྱས་ཀྱི་ས་ན་ཡོད་པའི་རྣམ་མཁྱེན་ལ་སོགས་པ་དེ་དག་ཐམས་ཅད་བདག་མེད་པ་རེད་སྟོང་པ་རེད་ཟེར་བ་འདྲ་བོ་རྣམ་པ་དེ་འདྲ་གི་བསྟན་པ། དེ་འདྲ་ལ་ཕར་ཆེར་རླུང་བར་མ་ཟེར་གྱི་ཡོད་པ་འདྲ་བོ་དེ་འདྲ་གཅིག་འདུག་དེ་ནས་གཅིག་ནས་འཁྲུལ་བ་ཟེར་བ་དེ་ག་འདྲས་རེད་ལབ་པ་ཡིན་ན། དཔེར་ན་མདོ་གཅིག། ཕུང་པོ་ནི་བདག་མེད་དོ་ཟེར་བ་འདྲ་བོ་དེ་འདྲ་གཅིག་ནས། མདོ་གཞན་པ་མང་པོ། བདག་མེད་བདག་མེད་པའི་ཚུལ་ལས་བརྩམས་ཏེ་བདག་མེད་ཚུལ་མང་པོ་གསུངས་པ། དཔེར་ན་བདེན་པ་བཞི་ལས་བརྩམས་ཏེ་མི་རྟག་པ་དང་སྟོང་བ་དང་སྡུག་བསྔལ་ལ་སོགས་པ་གསུངས་པ། གཅིག་ནས་མདོ་གཅིག་ནས་གཉིས་གསུམ་བཞི་ལྔ་དྲུག་བདུན་ཅེས་ནས་མདོ། བཅུ་ཕྲག་མང་པོ་འཁྲུལ་འགྲོ་བ། དེ་འདྲ་གཅིག་ལ་གཅིག་ནས་འཁྲུལ་བ། དེ་འདྲ་གསུང་གི་ཡོད་ས་རེད། སྤྱིར་བཏང་འདི་དེ་ཚེ་དཀའ་ལས་ཁག་པོ་འདུག། ཤུལ་གྱི་དེ་འདྲ་ཅིག་ཡིན། འདུལ་དང་མངོན་པ་དག་ཀྱང་དེ་བཞིན་ནོ། ལབ་པ་རེད། ཨ་ནི་འདུལ་བ་ལ་ཡང་འདུལ་བ་ལོང་སྡེ་བཞི། ལ་སོགས་པ་ཡོད་པ་རེད་དེ་དག་ཀྱང་བརྗོད་བྱ་ཕྱོགས་མཐུན་པའི་སྒོ་ནས་བསྡུས་པ་རེད་བརྗོད་བྱ་ཕྱོགས་མཐུན་པ་ཟེར་ལབ་པ་ཡིན་ན་དཔེར་ན་འདུལ་བ་གི་བརྗོད་བྱ་ཕྱོགས་མཐུན་པ། ཕམ་པ་བཞི། ལྷག་མ་བཅུ་གསུམ། ལྟུང་བྱེད། སོར་བཤགས་ཉེས་བྱས་ལ་སོགས་པ་སྡེ་ཚན་ཕྱོགས་མཐུན་ཕྱོགས་མཐུན་ལ། རང་རང་གི་སྡེ་ཚན་དང་མཐུན་པར་བསྡུ་བ་རེད། ད་ནི་མངོན་པ་ལ་དཔེ་ཆ་བཞག་པ་ཡིན་ན་ཁམས་དང་དབང་པོ་འཇིག་རྟེན་ལས་ཕྲ་རྒྱས་ལ་སོགས་པ། མངོན་པ་གི་བརྗོད་བྱ་བསྡུ་ཚུལ་དེ་དེ་འདྲ་ཞིག་རེད་འདོད་ཡོད་པ་རེད། མདོར་ན་སངས་རྒྱས་ཀྱི་གསུང་བཀའ་བསྡུ་བྱེད་པའི་སྐབས་སུ་བརྗོད་བྱ་རིགས་མཐུན་པ་ཕྱོགས་གཅིག་ལ་བསྒྲིགས་ནས་བཀའ་བསྡུ་བྱེད་པ་རེད་ཟེར་བ་དེ་འདྲ་ཅིག་རེད།